གཏམ་སྐད་བདག་གི་ཚོམ་ན་གཡུག་པའི་རྣམ་པ་ལྷན་རྒྱས་ལས་མཚམས་རེ་ཤི་བ་དང་འདྲ། རི་མོ་ཁ་ཤས་ཀྱིས་ཕུལ་བཞིན་ཡོད། དེ་ཚོ་དང་འབྲེལ་ནས་སྐད་ཆ་བལྟས་ཚེ་ཅི་བཤད་དགོས་བསམ་སོང། ཉེ་ཆར་དུ་བ་ཁྱེད་ལ་ངས་བརྙན་ཐུང་ཅིག་མཐོང་སོང་ཕ་རྒྱལ་བོད་ནས་བཞུད་འཇུག་ཅིག་རེད་ཞེས་དེ་གི་ནང་ལོགས་ལས། ད་ལྟ་ཀྱི་རི་མོ་དེ་ལས་གཞི་བཞག་ནས་བོད་བརྒྱུད་བློན་ཆེན་མགར་སྟོང་བཙན་ཡུལ་བཟུང་གི་ལོ་རྒྱུས་དང་དེ་ཡི་ཕྱིའི་ཆགས་ལུགས། ཕོ་ཉམས་དོད་ལུགས་འདྲ་ག་འདྲ་ཡོད་མེད་སྐོར་ལས་འབྲི་གཞི་ཅིག་བརྒྱབ་བསྡད་ཀྱི་འདུག། འདས་ཀྱི་རི་མོ་དེ་ད་རྒྱ་ནག་གི་བྲིས་ཀྱི་བའི་རི་མོ་རྙིང་པ་ཅིག་ཡིན་པའི་བཟོ་ནི་ཅིག་ཤེས་ཀྱི་འདུག་ད་དུས་ཚོད་ག་དུས་བྲིས་ཡོད་མེད་དེ་ཁས་ལ་གི་མི་འདུག་དེ་བརྗོད་བྱ་འདྲ་བོ་དེ་འགར་སྟོང་མཛོད་ཡུལ་ཚོ་རྒྱ་ནག་ལ་བཙུན་མོ་མནའ་མ་ལང་ག་ཕྱིན་པ་རེད་ཟེར་གྱི་ཡོད་རོགས་སྐབས་དེ་དུས་ཀྱི་བརྗོད་བྱ་མཚོན་པའི་རི་མོ་ཅིག་ཡིན་པའི་སྐོར་དེ

སྐྱེས་པ་དེ་མགར་སྟོང་བཙན་ཡུལ་རྫོང་ཡིན་པའི་བཟོ་འདྲ་ཅིག་བྱེད་ཀྱི་འདུག་འཕྱི་བ་དམར་པོ་བཀོལ་མཁན་དེ་དག་རྒྱ་ནག་གི་བློན་ཆེན་གཅིག་གིས་ཡ་རྒྱ་པོ་ལ་ངོ་སྤྲོད་བྱས་ནས་སྣེ་ཁྲིད་བྱེད་དགོས་རོ། མགར་སྟོང་བཙན་ཡུལ་རྫོང་སྣེ་ལེན་འབེན་ཚོགས་གཅིག་གིས་སུ་ཁ་སུ་བཏང་ཡོད་ན་ད་དེ་ཡིན་པའི་སྐད་ཆ་ཡིན་ས་རེད་བསམ་གི་འདུག་ཨ་དེ་བྱས་དུས་བདག་རི་མོ་དེ་མཐོང་ཡོང་དུས། ང་རང་དོགས་པ་འདྲ་བ་ཅི་ཟ་སུ་དེ་ག་རང་ཡིན་སེ་ན་སྐབས་དེ་དུས་བོད་ཀྱི་ཆེད་ཆགས་ལུགས་དེ་ད་ལྟ་རི་མོ་དེ་ནང་ལོགས་ལ་ཡོད་པ་ནང་བཞིན་ཡིན་ནམ་མིན་ནམ་བསམ། ད་རྒྱ་ནག་གི་རི་མོ་འདི་གི་འགྲེལ་བཤད་དེ་འདྲ་ཅིག་ཡིན་རྒྱུ་རེད་དེ། རི་མོ་དེ་སྐབས་དེ་དུས་རང་བྲིས་འཇོག་ཡིན་ནམ་མིན་ནམ་ཕྱིས་སུ་བྲིས་པ་ཡིན་ན་སྔར་ལོ་རྒྱུས་ཡིག་ཐོག་ལ་ཡོད་པ་བཅས་ལ་བརྟེན་ནས་རི་མོ་འདི་བྲིས་ཡོང་དུས། ཨ་ཁྱེད་ཆ་ལོག་དེ་ཚོ་ཡང་སྐབས་དེ་དུས་རྒྱ་དང་འདྲ་བོ་འདྲ་བོ་དེ་འདྲས་བྲིས་སྲིད་པ་རེད་བ། ཨ་ཁྱེད་ཀྱིས་ན་སྐབས་དེ་དུས་ད་རྒྱ་ནག་ལས་མ་ཕན་ནི་ཡང་ཚ་བའི་ལུང་པ་གི་ནང་ལོགས་ལས་བབས་པའི་དོ་ལོག་དེ་ཡང་རྒྱ་ནག་རང་གི་དོགས་སློབ་དེ་འདྲའི་ཚོད་གཡར་བའམ་ཡང་ན་གོང་མའི་མ་གནང་རྒྱ་བ་དང་འདི་དོགས་སློབ་རྗེས་མ་རྗེས་མ་གོན་ཡོད་ན་ཅི་ཤེས། ཨ་དེའི་ཐོག་ལས་ང་རང་དོ་སྣང་འདྲ་བ་ཅིག་སླེབས་སོང་ཨ་ནི་དེ་གས་ཅིག་ཞུ་དགོས་བསམས་སོ། དེ་ནས་རི་མོ་རྙིང་པ་དེ་ཚོ་དེ།

ཡོང་གི་ཡོད་རེད། དེ་གི་ནང་ལོགས་ནས་དང་པོ་དེ་བསྐྱར་འབྲེལ་འདྲ་བ་བྱེད་འདུག་བ། གཉིས་པ་དེ་དག་དངོས་གསལ་དོད་པོས་དེ་ལ་དཔེ་བལྟས་ནས་ཚོས་འདྲ་འབྲེལ་བྱེད་ཀྱི་བ་ཅི་རེད་ཤག། སུ་ཅིག་ལ་རྒྱག་ཡུལ་ཡོང་གི་ཅི་འདུག་བ། དེ་རྗེས་མ་དེ་ཕ་རྒྱལ་སྟབས་བདེ་བའི་དངོས་གནས་དེ་ཚོ་གསེར་བཏང་ནས་ལག་རྩལ་མཐོན་པོའི་གསེར་བཏང་གི་ཐོག་ཅིག་མེད་ན་བསམ། ཡིན་ན་ཡང་དེ་པར་བརྒྱབ་ཡོང་དུས་ཡང་པར་དེ་གཡས་གཡོན་ནོར་འགྲོ་ཡག་གི་འདུག་ཨ་མདུན་རྒྱབ་འཕྲོ་ཡོང་བའི་སྐབས་སུ། ཨོ་དེ་གའི་བཟོ་འདྲ་ཅི་རེད། ད་ཡི་བ་དེ་རྩེད་པོ་མ་བཟོས་སྔོན་གྱི་ཀྱང་ངོས་ཀྱི་སྡེ་རིགས་རང་མེད་འགྲོ། དེ་ང་སྲིད་པ་ཞུ་ཡ་མེད་དེ་གང་ལྟར་དེ་འདྲའི་ཁ་ཤས་ཆེ་ཡོང་གི་ཡོད་རེད། ཁྱེད་ཀྱིས་ན་སྡེ་རིགས་མ་འདྲ་མ་འདྲ་བ་ཡིན་ན་ག་འདྲའི་ཡིན་ན་གང་ལྟར་དེ་ཚོ་ཚང་མ་དེ་སྟོང་གི་བྲག་ཕུག་རྒྱ་དང་ག་ཚད་ཡིན་ན་གྱིས་ཅིག་པ་དེ་གི་ནང་ལོག་ནས་སྟོན་ཡོང་རྒྱུ་ཟེར་ན་རེད་དེ་གི་ནང་ལོག་ལ་ཡོད་བསྡད་པ་ཅིག་རེད་ཟེར་ནས་བཤད་གི་འདུག་བ། ད་དེ་ཚོ་ལ་བལྟས་ཡ་ཡིན་ན་བོད་བཙན་པོའི་ཆགས་ལུགས་འདི་ག་འདྲའི་འདྲ་བ་བྱེད་འདུག། སྤྱི་བཏང་བློན་པོས་བརྒྱབ་པའི་ཆགས་ལུགས་རང་དང་གཅིག་ཡོད་རྒྱུ་མ་རེད་དེ། ད་དེ་གི་ནང་ལོགས་ནས་ལྟས་ཚེ་ཧ་གོ་ཐུབ་ཡ་འདྲ་བ་བྱེད།

དེ་ནས་དགེ་འདུན་བཅོམ་པས་ཀྱེ། བགྲང་བྱ་བ་འདི་ང་རང་མ། འདོན་པ་ཡིན་ན། ཡང་རྒྱ་ནག་གི་བགྲོས་ལས་མཆེད་པའི་བོད་ཀྱི་ལོ་རྒྱུས་ཀྱི་རིགས་བཞིན་དུ་བྲིས་པ་ཞིག་སྣང་བར། བོད་ཀྱི་རྒྱ་མོ་མཚན་མི་གསལ་བ་ཞིག་གི་སྐོར་བྲིས་ཏེ། རྒྱ་མོ་དེ་སྟོད་སྟོང་སྔོ་ནག་ཕུ་སྟོང་གི་ཁ་ས་ལ་རུག་པ་ཙམ་དུ་རིང་བ་ཞིག་གྱོན། མིག་ལ་དར་ནག་པའི་ཤ་འདེབས་གྱོན་སྐྲ་ལ་ལྷེན་མ་ཆུང་ངུ་མང་དུ་བྱས་ཤིང། རྣ་བ་ལ་ཨ་ལོང་བཏགས། ལྷ་མོ་བཟོ་ཡི་བྱ་བ་བྱོན། དགུན་དུས་སུ། པགས་པའི་ལྗོན་པ་ཕྱི་ལ་ཚན་སྒྲུབ་སྣ་ཚོགས་ཡོད་པ་ཞིག་ལྗོན་སུ་བྲིས་ཏེ། གྲོང་པའི་ཚེ་ཤ་རུས་རྣམས་བསྲེས་ཤེད་དང་མཉམ་དུ་བསྲེས་ནས་སྐྱག་སྣོད་དུ་བཅུག་སྟེ་ས་ལ་སྦ་སོ་སྣང། དེ་ལྟར་རྒྱ་ནག་གི་ལོ་རྒྱུས་ཀྱི་ནང་ལོགས་ལ། བོད་ཀྱི་རྒྱ་མོ་གཅིག་གི་ཆེད་ཆ་ལུགས་སྐོར་བྲིས་ཤག་ཟེར། ཨ་ཏི་ཀས་ཡང་ཕུ་ཐུང་རོང་པོ་ཞོལ་གྱི་ཁ་ས་ལ་རིག་པ་བརྩམས་དུ་རུང་བ་ཞིག་བྱོན་ཟེར་ཡོང་དུས་ད་ལྟ་བཙན་པོ་འདས་ཀྱི་ཕུ་ཐུང་དེ་ས་ལ་རེག་མ་རེག་འདྲ་བ་བྱེད་འདུག་ཨ། རྒྱ་གིས་ད་ལྟ་བོད་ཀྱི་རྒྱ་མོ་ཟེར་ཏེ།

གཅིག་གྱུར་འདྲ་བོ་བྱེད་རན་འདུག་ཨ། དེ་གའི་ཆག་ལོ་ཤེས་ཡོང་དུས་དོལ་ཅིག་ཤེས་ཡིན་འདུག་དེ་ཡིན་དུས་གནའ་སྔ་མོ་ང་ཚོ་བོད་ཀྱི་བུ་ལོང་རོང་པོ་བྱུང་གི་ཡོད་པ་དེ་དེ་ནས་ཧ་གོ་ཐུབ་ཡོད་འདྲ་བོ་ཅིག་ཆག་གི་འདུག་ཨ། ཡིན་ན་ཡང་ད་ད་ལྟ་ང་ཚོའི་པར་འདི། སྡེ་རི་དེ་རྒྱ་བོ་བོད་བཙན་པོ་བཅས་ཀྱི་སྡེ་རུ་ཆགས་བསྡད་ཡོད་རེད། ཨ་ནེ་ད་འདི་རྒྱག་ལ་ཡ་དེ་རྒྱ་མོ་ཟེར་ཡོང་དུས་བུད་མེད་ཀྱིས་ད་རྒྱ་ཁམས་ཟེར་ཡོང་དུས་རྒྱ་ཕྲན་འདྲ་བོ་ཞིག་ཡོད་བས་དེ་གིས་ད་རྒྱ་མོ་དེ་ཤེས་གི་ཡོད་རེད་བ། ཨེ་ཤང་གི་ཡང་བློན་པོ་དང་མི་མང་བཅོས་མ་གི་ག་འདྲ་ཡིན་མིན་དེ་ང་ཚོ་ད་ལྟ་གསལ་བོ་ཅི། ཞེས་དེ་ཡང་བལྟས་ཚེ་ཁག་པོ་རེད་འདུག་ཨ། ཡིན་ན་ཡང་ད་ཤེས་ཤེས་སུ་ཡང། ད་ལྟ་འདི་བར་དུ་ལོས་ང་ཚོ་བོད་ནང་ལོག་ལོས། ལུགས་སྲོལ་འདྲ་བོ་གཅིག་ལས་ཏམ་ཕོ་ཐང་རོང་པོ་ཡོད་པའི་ཆུ་བ་གྱོན་བསྡད་དེ། ད་རྒྱལ་ཁབ་དེ་དུས་ནས་མ་ཡོང་བསྡད་པ་གཅིག་མ་གཏོགས་དེ་དཔའ་རོགས་ཀྱིས་ནི་གློ་བར་དུ། བུ་དང་རོང་པོ་ཇོ་ཡང་དེ་འདྲའི་བར་བཅད། གཡུང་དབྱུག་གི་རྒྱུ་མཚན་འདྲ་བོ་དང་དཔང་རྟགས་འདྲ་བོ་རྒྱན་ཤོ་འདྲ་བོ་དེ་འདྲས་བཀལ། ཁ་པོ་མེད་འགྲོ་བསམ་མདོག་དེ་བྱེད་དུས་གཅིག་སྐྱིད་ན། བོད་བཙན་པོའི་སྐབས་སུ་རྟ་དམག་ཞེས་པ་བསྐྱབས་དགོས་ཡོད་རེད་རྟ་དམག་བསྐྱབས་པའི་སྐབས་སུ། མཐོ་ས་དམའ་ས་དེ་ཚོར་ཡིན་ན་ཁྲབ་རྨོག་སྐྱིགས་པོ་མ་གཏོགས་ཆུ་བ་དཀོན་པོ་ཡོད་ན་མེད་ནས་དེ་དུད། ནམ་རྒྱུན། ཞི་བའི་མི་སེར་ཡིན་ན་རེད་ཕར་ཆེ་བ་ཅིག་གིས་ཆུ་བ་དེ་ལོས། བུ་སྟོང་རོང་པོ་དེ་འདྲའི་དགོས་མཁོ་ཡོད་ན་ཆེ་ཤེས་ཡེ་བསམ་བསམ་གྱི་རེད། དེ་ནས་ངས་པར་རིས་གཞན་པ་ཁ་ཤས་ཀྱིས་བཏང་བཞིན་ཡོད་དེ་ཚོ་དེ་དཔེ་མཚོན་འདྲ་བོ་རེད་ཤི་ཏང་གིས་ང་ཚོ་བོད་ཀྱི་ཕྱོགས་ཡི་གེ་གིས་ད་མི་རིགས་དང་རྒྱལ་ཁམས་ཁྱེད་དེ་ཚོ་གི་གནའ་བོའི་དུས་ཟེར་ན་མི་འདུག་ད་སྲོལ་རྒྱུན་གྱི་ཁྱེད་ཆགས་ལུགས་དེ་ཚོ་ག་འདྲ་ཡོད་མེད་རོབ་ཙི་ཀྱི་དེ་ཡང་ཡིན་ད་ལྟ་དེ་ཚོ་ཕ་ར་བྱེད་པ་དེ

བདག་ལྟ་མ་ཡིན་པ། ང་ཚོ་མང་པོ་ལྟ་ས་འདུག་བ་ག་བ་སྟེ་ཡ་ཡིན་ན་རྒྱ་གར་གི་སྲོག་རྒྱུན་གྱི་ཆེད་ཆགས་ལུགས་དེ་ཚོའི་ནང་ལོགས་ལ་བུ་སྟོང་རོང་པོ་དེ་དེ་ཡོད་བའི་བཟོ་ན་མི་འདུག་ཆུ་བ་ཡིན་ན་རེད་སྟོད་ཐུང་ཡིན་ན་རེད། ད་དེའི་གི་གཤམ་དེ་རྒྱ་ནག་རེད། རྒྱ་ནག་ཞྭ་མོ་འདིར་བལྟས་ཡང་ཡིན་ན་ནམ་ད་ལེ་སོང་རྒྱ་ར་ཡན་ཆད་མཁས་ཀྱི་ཡིན་པའི་བཟོ་འདྲ་རེད་འདུག་བ་ད་ལྟའི་ཁོ་རང་ཚོ་སྲོལ་རྒྱུན་མཁས་དེ་བརྩི་གི་འདུག་ད་དེའི་ཁའི་ནང་ལོགས་ལ་བལྟས་ཡང་ཡིན་ན་ཕུ་ཐུང་རོང་པོ་མི་འདུག་བ་ད་ཕུ་ཐུང་རྒྱ་ཆེན་པོ་ཞིག་བ་ཅིག་རྒྱ་ཆེན་པོ་དེ་ད་ནང་ལོགས་ནས་མ་བཤམས་དེ་ནས་བཙེམས་ནས་ཁུག་མ་འདྲ་བོ་བཟོས་ནས་ད་ལྐོག་རྔན་འདྲ་བོ་འབུལ་བ་འདྲ་བོ་ཡོད་ན་ག་ལེ་བུ་དོང་ལ་ཕར་ལོག་གྱིས་དེ་མ་བཟའ་མ་ཡོང་ཡ་འོ་བཞིན་འདྲ་བོ་དེ་འདྲ་བཟོས་ཀྱིས་འདུག་བ་ཁོ་ཚོས་ཆ་ཆེན་པོ་འདྲ་བོ་ཅིག་རེད་མ་གཏོགས་གི་རིང་ཐུང་གི་ཆ་ནས་ཞི་བོད་ཀྱི་རིང་པོ་ཅིག་རེད་མི་འདུག་ཨ། ཕྱི་ལྟར་ང་ཚོ་བུ་དོང་རིང་ཐུང་ཟེར་བཤད་ཡོང་དུས། ཁོ་ལྟོས་ས་ལྟོས་འགྱོག་རེད་བ། དེང་སང་གི་ཚོང་ཁང་དང་དེ་འདྲའི་ནང་ལོགས་ལས། དོག་ལོ་ཉོ་བའི་སྐབས་ཀྱི་བུ་ཐོང་རུང་ཐོང་བཤད་ཡོང་དུས། བུ་ཐོག་ཐུང་ཐོང་ཟེར་དུས་ཀྱི་ང་ཚོ་གར་ཟེར་དགོས་དེང་སང། བཀྲེས་ཤག་བཀྲིས་ཟེར་མ་རག་དེའི་བཟོ་འདྲ་བ། བུ་ཐོང་གྲང་གོ་མ་ཁ་འུབ་ཚ་དེ་འདྲའི། འབྲུ་མོག་ནང་མར་མ་ལེབ་མཁན་དེ་ཚོ་ལ་བུ་ཐོག་ཐུང་ཐུང་ཟེར། ཡང་ན་ལག་པའི་མཁྲིས་མར་ལེབ་མ་ལེབ་མཁན་དེ་ཚོ་ལ་བུ་ཐོག་རོང་པོ་ཟེར་ལབ་ཡག་འདུག་བ། ད་ལྟ་ང་ཚོའི་ཆོ་ག་དེ་ཤེས་ཡོང་དུས་དེ་ཙམ་ཅིག་གི་བུ་དང་རུང་ཐོག་ཤེས་གི་ཡོད་མ་རེད་བ་གོ་ལག་པའི་འཕྲུལ་མ་ལ་མ་གཏོགས་མ་ལེན་མཁན་ཅིག་ཡིན་ན་དེ་ཆོ་ག་ཤེས་ཡོང་དུས་བུ་དང་དུང་དུང་འདྲ་བ་ཅིག་ད་ད་ལྟ་བོད་བཙན་པོ་དེ་ནང་བཞིན་ས་ག་ལ་མ་རག་ཡོང་གི་ཡོད་བ་ཡིན་ན་བུ་དང་རུང་བོ་སི་ཨོ་དེ་ཅིག་རྒྱ་ལ་དེ་འདྲ་རེད་ཤི་ད་དེའི་འོག་གི་དེ་ཨ་རབ་ཀྱི་སྲོལ་རྒྱུན་གྱི་ཆག་ལོ་རེད་ཤི།

ཀྱི་ཆ་ལུགས་རེད་འདི་ཤ་ཟེར་ནས་སྡོམ་འདྲ་སྟེ་དེ་རྒྱབ་ཡོར་བ་ད་ད་འདི་འདི་ཏཱ་ཟིག་ཟེར་ན་རེད་ཨ་རབ་གི་ཟེར་ན་རེད་ད་ཞྭ་མོ་བལྟས་ཚེ་མ་འདྲ་མ་འདྲ་བ་ཁོ་ཚོ་གཡུ་སྒྲོས་མང་པོ་ཡིན་ཙང་འདུ་བ་མ་ཐུབ་རྩ་བའི་གི་ཆུ་བ་ད་དེ་ཚོ་འདུ་སི་འདྲ་བ་གཅིག་འདུ་བ་འདི་པ་ཇའི་སོག་དི་གི་སོག་རྒྱུད་གི་གཅིག་ཡིན་ས་ཡོད་སང་སོག་དར་སྦས་ཡོད་བ། ད་ལྟའི་གི་རྗེས་མ་དེ་ཡོ་རོབ་གི་ཕྱོགས་ཀྱི་གྷི་རིག་དང་རོམ་དང་འདི་ཚོ་གི་གང་ལྟར་དེ་ཚོའི་གི་ཕྱོགས་ཀྱི་སྲོལ་རྒྱུན་གི་རྒྱུན་ཆད་ཅིག་རེད་འདུག་བ། ཨོ་རོ་སོ་གོང་མ་ཛར་དེ་ཚོ་ཡང་དེ་འདྲའི་འདྲ་བ་བྱེད་ཀྱི་འདུག་བསམ་སོང། ཁོ་ཚོ་གི་ཆུ་བ་ལ་ཡང་ཕུ་ཐང་རོང་པོ་མི་འདུག། ད་རྒྱབ་ལོགས་ཀྱི་བལ་གྱི་བཟོ་འདྲ། དེ་ད་བ་བུ་དོང་སྐད་ཡོད་མ་རེད་དེ་དེ་རིང་པོ་ཞོལ་གྱི་མ་གནན་ནས་ལྷག་པར་དུ་བཙུན་མོ་དེ་ཚོ་གཉིས་ནས་ད་རིང་པོ་ཞོལ་གནན་ནས་དེ་རྒྱ་ནག་ལ་ཡང་དེ་ནས་འདུག་བསམ་སོང། འོ་དེ་མ་ཐུག་བུ་དོང་རིང་པོ་དེ་ནས་མི་འདུག་དེ་ཡིན་དུས་ད་བུ་དོང་རིང་ཞོལ་དེ་ང་ཚོ་བོད་པ་མིན་འགྲོ་བསམ། དངོས་གནས་སྐྱེས་ནས་སོག་པོ་དང། དབུས་ཨེ་ཤེ་ཡ་དེ་ཚོ་ལ་རིང་པོ་ཡོད་དགོས་པའི་བཟོ་འདྲ་བྱས་འདུག་དེ་མི་ཞིབ་ཕྲ་དག་དེ་ནི་གའི་བཀའ་བློན་མ་རེད་དེ་སྲོལ་རྒྱུན་གའི་ཆགས་ལུགས་ག་འདྲ་ཡོད་མེད་ལ་སོགས་པ་ཐ་ན་གློག་བརྙན་ཡན་ཆད་བལྟས་ཡིན་དེ་གའི་དེ་འདྲའི་གའི་བོད་པ་ནང་བཞིན་རིང་པོ་ཡོད་པའི་བཟོ་འདྲ་དེ་ནི་མཐོང་ཡ་མི་འདུག་དེ་ནས་ངས་པར་ཁ་ཤས་ཀྱི་ཕུལ་གྱི་ཡོད་འདི་པར་རིས་དེ་ཚོ་སྟེ། གཅིག་སྟོང་དགུ་བརྒྱ། སུམ་ཅུ་ནས་དབྱིབས་བཅུ་གི་ནང་ལོགས་ཀྱི་བོད་སྤེལ་གྱི་པར་རིས་དེ་འདི་དབྱིན་ཇིའི་བོད་ལ་སྐབས་དེ་དུས་ཡོང་བདེན་མཁན་དེ་ཚོ་གི་པར་རྒྱབ་གཉིས་བླངས་བཞིན་འདུག་འདི་ཚོ་ཚང་མ་དེ་རྩ་བའི་གཉིས་རེད་འདུག་ཨ། ཨོ་གཉིས་ཀྱི་ནང་ལོགས་ནས་ངའི་པར་ཁ་ཤས་ཤིག་བསྐྱངས་ཡིན་པ། ད་བོད་མི་གསུམ་ཡོང་གི་འདུག་དེའི་འོག་ལ་མི་གཉིས་མ་ཡོང་གི་འདུག་འདི་ཚོ་དེ་སྐབས་དེ་དུས་རྒྱ་གར་ཀ་ལན་པོ་ལ་ད་བོད་པ་གི་ཚོང་པ་དེ་འདྲ་མང་པོ་ཡོང་གོ་རོ། འོ་དེ་ཚོ་ཀ་ལན་པོ་གི་ཁྲོམ་གཞུང་ལ་འགྲོ་བསྡད་པའི་སྐབས་ཀྱི་པར་རེད་ཤག་ད་དེ་ཚོ་གི་ཆུ་བ་དེ་ཚོ་སྤེལ་ཡ་ཡིན་ན་ཁོ་ཚོའི་ཆུ་བ་དེ་ཚོའི་ཕུ་ཐུང་དེ་རིང་པོ་འདུག། རྙེད་ནོ་དེ་ཡང་ཡིན་ན་མཐོང་གི་འདུག་པར་གི་ནང་ལོག་ནས་ཤི་དང་གི་མཐོང་ཐོས་ཅི་རེད་ཤག་དང་པོ་མི་སོམས་དེ་གི་ནང་ལོག་ནས་མི་དབྱེ་དངོས་དེ་གི་ང་ཚོ་ལྟ་མཁན་གི་དབྱེ་དངོས་དེ་གི་བུ་སྟོང་ཡང་ཁྲ་འགོག་གི་རྒྱབ་འདེད་མཁན་དེ་གི་བུ་སྟོང་གི་དེ་ཡང་ཡིན་ན་རེད་གཞན་པ་དེ་ཚོ་བུ་སྟོང་ཚོས་ང་ཚོ་ཡིན་ན་ཕུ་འདུལ་རྒྱབ་ལ་གི་རེད་ནོ་དེ་འདྲའི་རྒྱབ་འདེད་མཁན་དེ་ཚོ་གི་བཟོ་ལྟ་དེ་ཡང་ཡིན་ན་རེད། ཨ་ཁོ་ཐུ་ཡ་འདྲ་བ་ཆིག་དེའི་འོག་གི་པར་རེད་དེ་ནི་མི་ཁ་ཤས་ཀྱི་ནང་ཡོང་འདུག་ཨ། དེ་ནང་ལོགས་ལ་དབྱེ་དངོས་མི་བལྟས་ཚེ་ཤ་སྐམ་ཚེ་ཞྭ་མོ་མེད་མཁན་དེ་གི་ཕུ་ཐུང་ཉིད་དུ་མདུན་ལ་མདུད་པ་རྒྱབ་ནས་མར་ཡོང་གི་འདུག་ཨ་དེ་གི་ཕུ་ཐུང་མདུད་པ་རྒྱབ་ནས་མར་གློད་ཡོང་དུས་ཕུ་ཐུང་གཅིག་དེ་ཕ་རྗེས་མ་ཧང་གི་རྒྱན་ལྟ་བུ་གི་བར་ལས་མར་གླེགས་འདུག་ཨ།

སྨོན་ལམ་ཆེན་པོའི་སྐབས་འདྲ་མེད་འགྲོ། རྟ་ལྗོངས་འདམ་པའི་རྩེ་མོ་མང་པོ་བརྩེགས་ནས་དོ་འདོད་དེ། ཤེལ་རྡོ་བཀྱགས་པའི་ཁ་བ་ལོགས་ཀྱི་རིང་དུ་བ། ད་རང་མི་གསུམ་ཡོད་མོད་དེ་ཤེལ་རྡོ་བཀྱགས་གི་འདུག་བ། རྡོ་ཆེན་པོ་དེ་འདྲ་ཡར་བཀྱགས་ནས་མི་གཅིག་དེ་ཁོའི་ཕུ་ཐུང་དུ་མ་ལོག་སོང་བ། དེ་ཚོ་ཁོའི་ཕུ་ཐུང་དུ་མ་ལོག་ཡོང་དུས་ས་ལ་མ་རེག་རེག་ཙམ་བྱེད་གི་འདུག་བ། ད་ལྟ་དེ་ཕུ་ཐུང་རུང་པོ་འདྲ་བ་ཆེ་རེད་ཤག་བསམ་བསམ་བྱེད་འདུག་ད་དེ་ནས་ཕུ་ཐུང་སྐོར་ལག་པགས་ཀྱི་མཁྲིག་མ་ཏག་ཏག་ལབ་བསྡད་མཁན་དེ་འདྲའི་གོས་འདེད་མཁན་ཡང་མང་པོ་མཐོང་ཡོད་འདུག་དེ་ནས་ཕུ་ཐུང་གི་སྐོར་ད་མང་པོ་ཤོད་ཡོང་ཡ་སེ་སྐད་མི་འདུག། ངེད་ཚིག་གི་བཟོ་འདྲ་བ་གཅིག་ཐོག་མར་མིང་དང་འབྲེལ་ནས་མ་གཅིག་ཞུ་དགོས་ནོ་བསམ་ཐེ། ང་ཚོ་བོད་ལ་དེ་སྔོན་དེ་འདྲའི་བཤད་རྒྱ་བ་དེ་འདྲ་ཡོད་ནམ་མེད་ནམ་ངས་མཐོང་མ་མྱོང། དེ་ཡིན་དུས་མང་པོ་ཞུ་ཡོང་སྐད་མི་འདུག་ཡིན་ན་ཡང་ང་ཚོ་དབྱིན་ཡུལ་མདུན་རྒྱབ་ཀྱི་གནས་སྟངས་ར་བ་བལྟས་ཚེ་ཤེས་པ་ཡིན་ན། ང་རང་ཚོ་དེ་ག་འདྲས་ཡིན་པ། ཐུན་མོང་མ་ཡིན་པ་ཅིག་རེད་འདུག་ཡང་ན་འདི་དང་འདྲ་བོ་འདྲ་བོ་ཅིག་རེད་འདུག་བསམ་ཡོང་གི། ཁོ་རང་ངོ་བོ་འདྲ་དུ་ངོས་ཟིན་ཡང་ལ་ཆད་པ་གཏད་ཚུལ་ཡོད་རེད་བ། དབྱིན་ཇིའི་སྐད་ཀྱི་ནང་ལོགས་ལས་ད་དེང་སང་ཡོངས་གྲགས

ནི་ག་རེ་ལག་ཡོད་མེད་དེ་བཀའ་ཐོབ་དང་ཚིག་གྲོགས་ཀྱི་གོ་དགོས་ཡ་དང་གོ་ཐུབ་ཡ། དཀའ་ངལ་ཟེར་ནི་ཅི་མེད་དེ་དེ་འདྲའི་མང་པོ་ཡོང་གི་འདུག་བ་ད་དེ་བཟོ་འདྲ་ཅི་ཡིན་པའི་སྐད་ཆ་ཅིག་བཤད་ཀྱི་འདུག་གང་ལྟར། འགྲེལ་བཤད་དེ་ལས་ཕར་སྣ་ནས་བརྒྱལ་བ་ཡིན་ན་ལག་པ་གཏུམ་བཞི་ལག་པ་མ་གི་ཤོབ་འདྲ་བོ་ཅིག། རྡོ་སོ་འདྲ་བོ་ཅིག་ལ་ལག་ཡོད་པས་བཟོ་འདྲ་ཅི་རེད་ཞབས། རྒྱ་ནག་གི་ཕུ་དོང་ལས། ཤི་ཡོད་ཡིན་ན་ཅི་ལགས་འདུག་ཤི་ཡོད་རྫས་ཡིན་ན་ཅི། འོ་དེ་ཐོག་མའི་ཆ་ལ་ཡག་སོང་བ་ཡིན་ན། ད་ཁོ་ཚོའི་ཕུ་དོང་ནང་ལོགས་ནས་ད་འདོད་སྐྱེ་ཤོས་ཡིན་པ། ཕོ་དོང་ཆ་ཆེན་པོ་དེ་ཕྱི་དང་གི་ལག་པ་ཚུ་མཐར་ཚུ་ཅིག་མ་གཏོགས་ཀི་ནང་ལོག་ནི་འོ་དི་ནི་མ། བཙེམ་ནི་ཁུག་མ་འདྲ་བོ་བཟོས་ཀྱི་ཡོད་རེད་བ། འོ་དི་ཁུག་མ་འདྲ་བོ་དེ་གི་མིང་རེད་ཟེར་གི་འདུག་བ། ཨེ་ཡོག་ལ་དང། ཨེ་ཕོ་དོང་ཤེས་གི་མིང་འདྲ་བོ་ཆ་ཁུག་མ་ཡོད་ན་འདྲ་མེད་ན་འདྲ་ཨ་ནི་དེང་སང་གུས་དོང་ཕོ་དོང་པོ་ཁྲ་ཧོ་དི་ཚོ་ཡིན་ན་ཡང་ད་དེ་མིང་འདྲ་བོ་ཅི་ཕ་དོ་སི་ཆ་དེ་བ་རེད་ཟེར་འདྲ་བོ། ཨདོས་ཀྱི་འགྲེལ་བཤད་རྒྱུན་མི་ཆད་འདུག་ད་དེ་ཚོ་སྟེ་ང་ཚོ་བོད་དང། ས་འབྲེལ་ཁྱིམ་མཚེས་རིག་གཞུང་བར་ཚོ་འབྲེལ་བ་ཡོད་ལྡན་མཁན་ཡིན་དུས་དེ་ཚོ་དེ་ཨདོས་འདྲ་བ་ཅིག་ཞུ་བ་ཡིན་ན་ཆེ་བ་སྟེར་ཚུལ་ཡོད་རྒྱུ་རེད་བསམ་འདུག་དེ་ནས་ང་ཚོ་བོད་པ་ཀྱི་དབང་དུ་ཞུ་བ་ཡིན་ན། ཕུ་དོང་སི་ལ་ངུ་ཡོར་བ། ཆུ་བག་གི་ཆ་ཤས་ལ་དྭགས་གོང་བ་དང་ཕུ་དོང་དང་ཆུ་བག་ཆུ་ཕུ་དང་ནི་མཐའ་ཅན་དང། དེ་འདྲའི་སྐད་མིང་མང་པོ་ཡོར་བ། ཁོ་རང་གི་མིང་དེ་ག་འདྲས་སུ་ཐོགས་ཡོར་བ་ཡིན་ན་དེ་འདྲས་ཤེས་འདྲ་བ་དེ་འདྲས་རྒྱབ་ཀྱི་དོན་ངས་མཐོང་མ་མྱོང།

ཚིག་རེ་རེའི་ཁ་ནས་འདྲི་ཤེས་རྒྱུ་ཡང་ཡིན་ན་ཕུ་ཟེར་ཡས་དེ་ཁོ་ལུང་པའི་ཕུ་དག་རུ་མཐོང། ལུང་པའི་ཕུ་ཟེར་ཡས་སྐྱོར་བ། ཕུ་དང་སྦོག་ཟེར་ཡས་དེ་ཚོ་འབྲེལ་བ་ཆེན་པོ་ཡོད་རེད། ཚིག་གྲུབ་སྟངས་ཀྱི་ཆ་ནས་སྡེ་བ་གཅིག་གི་མིང་གཞི་གི་ཐོག་ནས་གདངས་ཀྱི་མཐོ་དམན་གྱི་ཆ་ནས་འོ་དེ་ཚོ་ལས་ཡང་འབྲེལ་བ་ཡོད་བདེ་བ་ཅིག་གང་ལྟར་ཕོ་ཟེར་ཡས་དེ་ཁ་དོག་ལི་ང་ཚོས་འབྲི་ཤེས་སི་ཁའི་དགོས་མ་ར་ཧ་གོ་གོར་བ། ཁ་ནས་ཕོ་རྒྱོ་ཡས་དེ་དང་མིག་སིའི་འབྲེལ་བ་སི་ཁའི་ཡོད་རྒྱུ་མ་རེད། ད་ལུང་པའི་ཕོ་དང་ཅིག་ཟེར་ཡས་ཅོ་ར་བ་དེ་དང་འབྲེལ་བ་ཆེས་འདྲ་བ་ཅིག་རེད་འདུག་དེ་ནས་ཐོང་ཟེར་ཡས་དེ་ཁ་དོག་ཚེ་ཁོ་རང་གི་ངོ་གདོང་གི་དག་སྐྱ་དེ་ཡང་ཡིན་ན་རིན་ཐང་གི་ཐོངས་དེ་རེད་བ། ཡིན་ན་ཡང་དེ་མིང་ཚིག་བཟོ་ཡོང་བའི་སྐབས་སུ་ནི་ཐོངས་དེ་རྩ་བའི་གི་མ་ཚིག་འདྲ་བོ་ག་རེ་ཡིན་མིན་ད་དེ་གནད་འགག་ཅིག་ཆགས་ཀྱི་འདུག་བསམ་འདུག། ང་ཚོའི་བྱ་ཚིག་དང་སྦྱིན་ཚིག་ཁྱད་ཚིག་ལ་སོགས་པ་འདི་ཚོ་མིང་ཚིག་གི་ནང་ལོགས་ལ་བེད་སྤྱོད་བཏང་ཡོང་བའི་སྐབས་སུ། མིང་ཡིག་དང་པོ་འདྲ་བ་དེ་ཞི་བའི་འགྱུར་བ་བཏང་གི་མ་རེད་དམ་འགྱུར་བ་མི་འགྲོ་བའི་ངེས་པ་དང་ཁྱབ་པ་དང་མི་འདུག་སྟེ། དང་པོ་དེ Those ཞེས་བཞག་ནས་མཐའ་མ་དེ་ཚོ་དེ་ཁོ་མིང་ཚིག་བཟོ་ཡོང་དུས། འགྱུར་བ་མང་པོ་ཅི་འགྲོ་ཞེས་བསྐུར་བ་དེ་ཡིན་དུས་མཐའ་ཁྱོད་ཐུགས་ངས་མཐོང་བསད་དེ། ང་ཚོ་མ་ཚིག་འདྲ་ག་འདྲས་ཅིག་གི་ཐོག་ནས་མ། དེ་བྱུང་ཞེས་དེ་ལྟ་དགོས་ཡ་དེ་ནི་ང་ཅི་རེད་ཤག་ད་དེ་ག་རེད་ཤག་ལྟ་ཡ་ལེ་ད་ཅིག་ཞིབ་འཇུག་བྱེད་ཡ་དེ་བསམ་བློ་བཏང་ཡ་དུས་ཚོད་དང་མང་པོ་སྒུར་བ་དང་བསམ་བློ་འཁོར་ཡ་དེ་མཚམས་མཚམས་ལ་ཁོ་ལམ་འགྲོ་རྒྱུ་བ་ཡིན་ན། ལམ་སང་སྤྱི་ཁོག་གནས་ལུགས་འདྲ་བ་དེ་གཉིས་ནི་སྤྱིར་དྲན་ཐུབ་པ་རེད་དེ་དེ་མིན་ཡང་ཡིན་ན་བསམ་བློ་རྒྱུན་རིང་པོ་བཏང་དགོས་དུས་འདི་དེ་འདྲའི་ང་སྐད་བྱུང་མ་སོང། ཡིན་ན་ཡང་ཕུ་ཐུང་བེད་སྤྱོད་བཏང་བའི་སྐབས་སུ་ང་ཚོས་ཕུ་ཐུང་འདོང་ཟེར་ལབ་དགོས་རེད་པ། ད་དུང་ཕུ་ཐུང་གྱོན་ཟེར་དེ་ད་དེང་སང་ལབ་གི་ཡོད་ན་གང་ཞིག་དེང་སང་བྱ་ཚིག་མང་པོ་ཅིག་ཕྱོགས་གཅིག་ཏུ་བསྒྲིལ་འགྲོ་གི་ཡོད་རེད་པ། ང་ཚོའི་བག་ཡོད་ནས་ད་ཆོ་བ་གི་ཕུ་དོང་དང་སྟོད་དོང་གི་ཕུ་དོང་ཡིན་ན་རེད་དེ་ནས་ཡང་སྣམ་བུ་གུས་དོང་ཡིན་ན་ཡང་གུས་དོང་ལ་ཡང་གཡས་གཡོན་ལས་སྦུག་འདྲ་བོ་གཉིས་ཡོད་རེད་དེ་ཚོ་རྐང་པ་གི་མ་དེ་གྱེས་བ་ལ་ང་ཚོའི་ཕ་ཡིན་ན་མི་འདོང་ལགས་པར་དེ་ལས་ལྷག་པར་དུ་ཕུ་དོང་འདོང་ཟེར་ནས། ཚེག་ཐུབ་པའི་གཞི་གཏང་མི་རུང། ཕུ་ཐུང་མདོང་མདོང་གི་དག་སྐྱ་འདི་རེད་ཟེར་ཕ་རྗེས་བོད་པའི་ཚིག་མཛོད་ནང་ཡོད་མ་རེད་བསམ་འདུག་ངས་ད་ཡ་ད་ཅོང་མ་གསུངས་ཐིག་ལམ་དུ་ཕ་བྱེ་བ་གཅིག་ལབ་བསྡད་ཡོད་ཀྱི་རེད། ཆོས་བ་ཀུན་ད་དེང་སང་ཤར་བགྲོ་རྒྱལ་བའི་སྐབས་སུ་གོན་དགོས་བོར་བ་ནི་ཁྱེད་ཀྱི་རོགས་པ་བྱས་ནས་གོན་དགོས་དེ་ཕུ་ཐུང་ནི་ཡར་མདོང་མར་ཕུད་ཟེར་དེ་འདྲས་ཏན་ཏན་ལབ་ཡོད་ཀྱི་རེད། དེ་ཚེ་མདོངས་གསལ་དེ་གི་ད་དོན་དག་གང་ཡིན་པ་དེ་ཚོ་ཁྱེད་ཡོང་དུས་ཨ་ནི་མཐོངས་གསལ་དེ་གོ་མིང་ཚིག་བཟུང་ཡོང་སྐབས་སུ་ཨ་བུ་དོངས་གསལ་གི་མིང་དེ་བསྡུ་ཟེར་གྱི་ནི་ཆ་མེད་འདྲ་བསམ་གི་འདུག་ད་མདོངས་གསལ་དེ་བདག་སྐྱ་མ་ཤི་བ་ཡིན་ན་ཡང་དོན་དག་ང་ཚོ་ཚང་མས་ཧ་གོ་དོན་གསལ་རེད་བ། ཁོ་བུ་དོངས་དེ་ཡང་མདོངས་གསལ་དུས་ནི་སྐར་གཅིག་ཡོད་མེད་དེ་ཧ་གོ་ནས་གོ་དེ་ལས་ཀ་དེ་ཏག་ཏག་བྱེད་ཡོང་གི་ཡོད་རེད། དེ་ལྟར་དེ་གི་གོ་དོན་དེ་ཕུ་ཐུང་གི་ཐུང་ཟེར་དེ་ལ་ཡོད་རེད་བསམ་གི་ཡོད་རེད་ངེས། དེ་ཡིན་དུས་ཕུ་ཐུང་ཟེར་ནི་གོ་ཐུང་ཐུང་ཡིན་པའི་སྐད་ཆ་མ་ཡིན་པ་གཅིག། ཨ་དེ་སོ་སོའི་བསམ་ཚུལ་འདྲ་བོ་གཅིག་རེད། མ་གཏོགས་གོ། ཡང་སྔོན་གྱི་ཡིག་བརྒྱ་འདྲ་བོ་བྱས་ཏེ་དེ་ཡང་མཁས་པ་འདྲ་བོ་གཅིག་གསུང་རྒྱུ་ཡིན་ན། དེ་རྒྱབ་གནོན་འདྲ་བོ་བྱས་ནས་གོ། ཐག་ཆོད་པོ་འདྲ་བོ་ཅིག་ཤེས་ཡ་ཡོད་རེད་བ་དེ་དག་གིས་ཞུ་ཤེས་ཡ་མི་འདུག། དེ་ནས། འཛམ་བུ་གླིང་གི་མི་རིགས་གཅིག་དང་རྒྱལ་ཁམས་གཅིག་དང་མ་འདྲ་བའི་ད་ང་ཚོ་བོད་པ་གིས་བུ་སྟོང་རིང་པོ་དེ་གར་སྐྱེས་ནས་བྱོན་གྱི་ཡོད་རེད་ཟེར་ཡོང་དུས། ད་དེ་ཡང་སུ་གཅིག་གིས་དེ་སྔ་ཕན་ཆད་ལས་སྐྱེས་པ་འདྲ་རྒྱབ་ཡོད་ན་མེད་ན་མི་ཤེས། ཡོད་སྲིད་པ་རེད་དེ་ངས་མཐོང་མ་མྱོང། ངའི་མཚམས་དང་བརྩེ་མ་བརྩེ་ང་ཚོ་བོད་པ་དེ་ཕུ་ཐུང་རྒྱ་བོ་ཕུ་ཐུང་གི་རྒྱ་བོ་རེད་སྲིད། དེ་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་རེད་སྲིད་ཕུ་ཐུང་རོང་པོ་གྱོན་དེ། ཆུ་བ་ལ་ཕུ་ཐུང་རོང་པོ་ཡོད་དེ། སྟོད་ཐུང་ཕུ་ཐུང་རོང་པོ། བྱོན་ནས་ཡི་གེ་ཁྱབ་བྲོ་འཕྲ་མི་འདུ་བ་ད་དེ་ཡི་རིང་པོ་བྱོན་དེང་གི་མང་པོ་ཞིབ་འདུ་བ་རྒྱ་ད་དེ་མ་ཡིན་པ་རྒྱ་གི་མང་པོ་འདུ་ཡིན་ན་ཡང་ཆུ་བ་པོ་ཏོ་རིང་པོ་དེ་འདྲ་བྱོན་མཁན་དེ་བོད་པ་ནང་གི་མའི་ཡིན་ཚ་དེ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་མེད་འགྲོ་སྲིད་ང་ཚོ་ཁྱད་ཆོས་མང་པོ་ཅིག་བརླག་འགྲོ་འགྲོ་བྱེད་དུས་ཐུན་མོང་མ་ཡིན་པའི་ཁྱད་ཆོས་ག་ཚད་མང་ན་དེ་ཡག་བ་རེད་གོ་ཐུན་མོང་མ་ཡིན་པའི་ཁྱད་མཚོན་བྱེད་ཀྱི་ཆ་དེ་འགོར་བ། ཨ་ཅེ་བཟང་ངས་དེ་འདྲའི་མཚམས་དང་རྩེད་མོ་རྩེ་སླ་པོ་ཡིན་མ་ཐུབ། དངོས་གནས་ཀྱི་འབྲི་ཤེས་འདྲ་དེ་ནི་མཐོང་མ་མྱོང། ཡིན་ན་ཡང་སྟག་ཁོག་འཕེན་ཐོག་འདྲ་བ་དེ་ག་རེ་ཡོད་མེད་དེ་ང་ཚོས་ཅི་སྟེ་ཡང་ཡིན། ཨན་ཁོག་རྒྱལ་མཚན་འདྲ་བ་དང་དེ་འདྲའི་ཅི་བཟོ་དགོས་ཡག་གི་རྒྱུ་མཚན་གང་ཡིན་པ་དེ། ཤོག་ཤོག་ཅེས་ཧ་གོ་ཐུབ་ཡ་འདྲ་བ་ཅིག་རེད་བསམ་གྱི་འདུག།

རྐང་འགྲོས་མགོ་ཤོད་ཐོག་མར་རྟ་ལ་ཆབ་བཟས་ནས་རྒྱ་དཀར་ནག་གི་གནའ་སྔ་མོ་བོད་ཀྱི་ཁྱད་ཆོས་ཤེས་དུས། ལྭ་བ་ནང་གི་རྟ་བསྐྱོན་ནས་ཞི་བ་འགྲོ་དགོས་ཡོད་དུས། རྟ་ཐོག་ལ་ལག་པ་དེ་དང་ཕྱག་གཡག་གི་ཉེན་ཁ་དེ་ཞི་བ་ཅིག་ཡོད་བསྡད་པ་རེད་བ། དེ་ཙང་ཕུ་ཐང་རོང་པོ་དེ་གིས་ད་ལག་པ་དེ་མ་ཕྱག་གཡག་གྲོང་པོ་ཉར་ཐུབ་ཡ། ལེ་བདའ་བྱེད་པ་ཡོང་གི་ཡོད་རེད་ལྷག་པར་སྟག་འདྲ་བ། གཞོན་ནི་སྟག་གི་ཁམ་བདག་འདྲ་བ་ཟས་ནས་འགྲོ་དགོས་ཡོད་པ་ཡིན་ན། སྤུ་ལྡོང་རོང་པོ་དེ་གས་ཕན་ཐོགས་ཤེས་པ་ཡོད་བསྡད་པ་སྐྱེ་ཆགས་ཀྱི་འདུག་ད་གང་ལྟ་གང་མ་ལྟ་ཁོ་ལག་པ་དེ་ཚ་བོ་བསྡད་ཡ། ཨོ་དེ་བྱས་པ་ཅིག་ཡོད་བསྡད་པ་ཅིག། དེ་ནས་མཚམས་གཙང་ལ་ད་ཀོ་མེ་སོགས་འདྲ་རྒྱུ་དེའི་སྐབས་སུ་ཡང་ས་འཁྱག་རྡོ་འཁྱག་འདྲ་བོ་དེ་འདྲའི་གྲང་མོ་ཁོ་ར་ཞི་བ་དེ་འདྲ་ཡོད་པ་ཡིན་ན། ཡང་ཕུ་ཐུང་དེ་བརྒྱ་ལོ་ནས་མ་བཏིང་བ་ཡིན་ན་ཕུ་ཐུང་ཉིན་ཤས་བཤད་ཅིག་བསྡད་པ་ཡིན་ན། སྤོབས་སེ་ཁེ་མེད་འགྲོ་ང་ཚོ་ཕ་ཡིན་ན་ཨོ་མདོ་ལ་གོར་བ།

ཨ་ནི་བུ་ལོང་འདི་རྡོ་སོ་རིང་པོ་ལ་ཡིན་ན་འགོག་གི་ཡ། ཡ་དུས་ཨ་ཉི་མ་བསྐམས་ནས། ད་ལྟ་ང་ཚོ་ཞྭ་མོ་གཅིག་རྨིག་ཁ་ནས་ཚུར་སླེབས་སླེབས་ཡོང་མཁན་བྱེད་འདུག་བ། འོ་དེ་གི་གདོང་པ་ལོ་ཉི་མ་བཀག་གི་ཡོད་རུ་བ། འོ་དེ་ནང་བཞིན་ཁོ་རྡོ་སོ་ཚུར་བཅད་ནས་ཉི་མ་བཀག་ཡ་ལ་ཁོ་ཕན་ཐོག་ཡོད་དེ་བ། ད་ནི་རྒྱག་རེས་རྒྱག་ཡག་ཡག་དང། དེ་འདྲའི་སྐབས་སུ་ད་ཁྲེལ་ཚོགས་ཡོང་བ་ཡིན་ན། གྲོགས་མགོ་ལོག་བཟོ་བ་ཡིན་ན། རྒྱུ་མ་དེ་ལོག་ནས་ད་ཉེན་ཁ་ཆེ་ཤོས་རེད་འདུག་རྒྱུ་མ་དེ་ཕྱིར་ལོག་བཟོ་བ་ཡིན་ན། དེ་མ་ཡིན་པར་ཁྲག་དང་དེ་འདྲའི་ག་རེ་ཡིན་ན་ཁོ་བུ་སྟོང་དེ། ཕུབ་མདོས་བརྒྱབ་བསྡད་པ་ཡིན་ན།

ད་རོ་བ་གཅིག་པོ་སྐད་མ་རེད། ཚགས་དང་ཚོང་དང་གང་ལྟར་གཡག་སྐད་བའི་སྐབས་སུ་དུས་བབ་དེ་ཚོ་ཡར་བཀྱགས་ནས་གཡག་ལ་ཕག་སྐད་དགོས་ཀྱི་རོ་བ་སྐབས་དེ་དུས་ད་བུ་དོང་དུ་མ་ཕུལ་ནས་ཕོ་མདུད་རྒྱག་པར་བ་ཕར་བྱེད་བ་ཅིག་གྲོགས་མགོ་ལོ་ཚོས་འདུས་པ་བཀྱགས་ཡོང་དུས་ཨ་ནུ་དུས་བབ་དེ་ཚོ་སྤང་ཀ་ལ་ཚུར་སྤངས་ཡོང་དུས་དེ་གི་མ་ཟག་མ་འགྲོ་ཡ་ཁོག་གི་ཡ་ཟིན་དེ། དེས་ཕན་ཐོགས་ཆེན་པོ་ཡོད་རེད་ཟེར། འདུག་ཟེར་མི་རྒན་པ་དེ་ཚོས། རྟ་ཕོ་ས་གསར་པ་དེ་ཚོ་རྒྱུས་མེད་མཁན་དེ་ཚོ་ཁའི་སྐད་ཁ་འགྲོ་བའི་སྐབས་སུ། རྡོ་སོ་ལྷ་བཞི་བསྐྱེད་དགོས་རེད། དུས་ཧོ་ཡར་བཀྱག་གི་ཕོ་མདུད་དུ་རྡོ་སོ་ཁྲ་པོ་བརྐྱངས་ཏེ་བསྐྱེད་ཡ་ཡིན་ན། དུས་ཧོ་དེ་དེ་སྒང་ལ་བཞག་དུས་ཧོ་དེ། སྟོབས་ཟེར་གི་མ་རེད་སྨན་ཤོག་དེ་ཨ་རྡོ་སི་ཁའི་སྐལ་བྷ་སྐྱེལ་བ་ཡིན་ན་དེ་ཡོད་རེད་ཟེར་རྒྱ་བསྐྱེད་སྤྲད་ནས་སོང་བ་ཡིན་ན་དེ་ནི་སྐྱེལ་མཁས་ཁུལ་གི་མ་རེད་ཟེར་ཨ་རྡོ་སི་ལབ་གི་འདུག་དེ་ནས་བོད་ལ་གནའ་སྔ་མོ་ཡིན་ན

མདོས་ཀྱི་སྔས་ཡ་དང་སྐྱོར་ཡ་དང། ང་དེ་འདྲས་བྱས་ཏེ། ཀ་དག་སྤུ་སྡོང་དེ་བེད་ཤོ་ཡོད་བདེ་བ་ཅིག། གཙོ་བོ་དེ་ལྟར་ལག་པ་མང་ཆགས་ཡ། ལག་པ་སོང་ཤུབ་བྱས་ཡ། ང་དེ་འདྲས་ཀྱི་ཆེད་དུ། མེད་འགྲོ་བསམ་བསམ་འདྲ་བ་ཅི་རེད། ད་རྒྱ་ནག་དང་འདི་འདྲ

དང་བུ་དོང་གོས་མགོའི་མ་ལ་ཅིག་བྱེད་དགོས་ཟེར་ལབ་པ་ཡིན་ན་བུ་དོང་ཐོང་ན་ཅིག་སྐྱིད་ན་སྟབས་བདེ་ན་ཅིག་ཞིག་དེ་ཡང་བུ་དོང་ཟེར་ཡ་དེ་ཁོ་སྐྱག་ནང་གི་ནི་མ་རེད་ཁོ་ཡ་ཆག་རྒྱབ་ཡ་དོན་ཡ་རྫས་དེ་འདྲ་ཡོད་རེད་བ། ད་འདི་ནི་སྔ་མོ་བོད་གཞུང་གི་སྐུ་དྲག་དང་དེ་ཚོ་གིས

ཡིན་ནའང་བུ་སྟོང་དང་ཡར་རྫས་བའི་ལུགས་སྲོལ་ཞིག་རང་མེད་དེ། བ་དོས་ཀྱིས་ནི་སྡེ་ནས་ཀྱི་ཡར་བལྟས་ཚེ་ལབ་ཀ། འཁྲུངས་མ་དང་གནམ་ལ་བལྟས་ཚེ་ཡར་ལྷ་རྣམས་འགུལ་ཆོག་རྒྱལ་བ་ཡིན་ན། དེང་སང་སྟོད་སྡོང་གི་བུ་སྟོང་གི་ཚོད་འདྲ་བ་ཆགས་འགྲོ་ཡང་ནི་ལངས་ནི་མ་ཁ་དོག་ཅི་ཡག་ཡིན་ན་ཡང་ལངས་མགོ་མ་འཐོམས་ཏེ། དེ་ཡང་སྤྲང་མོ་མ་ཆག་ཡ་དང་ལག་མགོ་སྦས་ཡས་དང་དེ་འདྲའི་འཆི་བ་ཡོད་རྒྱུར་བ། ཡང་ལག་ནི་ཁ་དོག་མ་བྱེ་བ་ཡིན་ན། ལག་མགོ་སྦས་ཐོབ་ཚེ་དེ་འདྲའི་གི་འཆི་བ་བཟོ་གདོ་བ། ད་སྐུ་དྲག་ཆེ་ཡ་དེ་ཚོ་གི་ཞབས་ཕྱི་དེ་ཚོ་ཡིན་ན་ད་འཆི་བ་ཡིན་ན། ཕར་འཆི་བ་ནག་པོ་དགོས་མི་ཡོད་ར་བ་བོད་གི་འཕྲོག། ད་དེ་ཚོ་ཞབས་ཕྱི་རྒྱོབ་དགོས་ཡ་དང་ཅི་ད་ག་ད་ཇག་སྤྲང་ཡང་དེ་འདྲའི་སྐབས་སུ།

ཇི་ལྟར་ངེས་དང་བླུན་པོ་འགའ་རེ་གིས་པར་རིས་དེ་གི་འགྲེལ་བཤད་རྒྱག་ཡོང་དོན་ནི་དེ་ག་འདྲ་ཡིན་ན་བསམ་ནས། ངས་དྲ་ཐོག་ལས་ད་ནས་ཉིན་གང་བལྟས་ཚེ་ཡར་མར་བརྩེགས་ཡིན་པ་བལྟས་བལྟས་ཀྱི་ཞུས་པ་ཡིན། ཨ་ཅེ་ད་ང་ཚོ་ཐུན་མོང་མ་ཡིན་པའི་ཁྱད་ཆོས་འདྲ་བོ་ཡོད་པ་ཡིན་ན་གོ་ཡང། དེང་སང་རྒུན་འབོ་ཆེའི་ཁ་ཐུག་འདྲ་བོ་ཞིག་ཆགས་ཀྱི་འདུག་ཨ། དེ་ནས་གོང་དེ་ངས་པར་རིས་བཅས་ཕུལ་གྱི་ཡོད་ལ་པར་རིས་དེའི་ནང་ལོགས་ལས་གཟིགས་པ་ཡིན་ན། གཡས་ཀྱི་ངོས་ཀྱི་མི་དེ་གཉིས་ཀྱི་གོས་ཀྱི་འཕུར་སྟངས་དེ་རིང་པོ་ཡོད་པ་དེ་ཧ་གོ་ཐོས་ཅི་རེད་འདུག་ཨ། གཡོན་གྱི་རྒྱབ་ལོགས་དེ་ག་འདྲའི་ཡིན་གསལ་པོ་མཐོང་མི་འདུག། རྒྱ་རི་མོ་ཅན་ཁྲིད་ཁའི་མི་དེ་ཚོ་དེ་སྦ་རྒྱའི་ས་མཚམས་ཀྱི་མི་མོན་པ་དེ་འདྲ་ཡིན་པས་བཟོ་འདྲ་གྱི་རེད་འདུག་ཨ། གཞན་པ་དེའི་གསུམ་དེ་བོད་ནས་ཀུན་འདུས་ཀྱི་ཕྱག་ལས་ཚོས་ཕུལ་ཡོང་གི་དེ་འདྲ་ཡིན་ས་རེད། དེ་ནས་ཁ་སང་ང་ཚོས། ཕུདོང། མདོང་ཟེར་ཡག་གི་མདོང་གི་ཐ་སྙད་ཟེར་ན་མི་འདུག་དག་སྐད་དེ། ཚིག་མཛོད་ནང་ཡོད་ཀྱི་མ་རེད་ཟེར་ངེས་ལབ་བ་རེད་དེ་ལབ་ཚར་བའི་རྗེས་སུ་གཅིག་བཙལ་ཡིན་དུས་པ་ཅེས་ངས་བཙལ་བའི་ཚིག་མཛོད་དེ་ཚོ་ནང་ལོག་ལ་མི་འདུག་ཨ། ཡིན་ན་ཡང་བསྟན་འགྱུར་གྱི་ནང་ལོག་ལ། བསྟན་འགྱུར་གྱི་ནང་ལོག་ལ་གསོ་བ་རིག་པའི་སྐོར་མང་པོ་ཡོད་རེད་བ། ཡན་ལག་བརྒྱད་པ་དང་ཏི་ཚོགས་ཀྱི། འོ་དེ་འདྲའི་སྐྱེ་ཁའི་ནང་ལོགས་ལས། ཕུ་དོང་མདོང་ཟེ་དེ་བྲིས་ཀྱི་འདུག། འདི་བདག་སྐྱ་དེ་རང་བྲིས་ན་ཡག་ས་རེད། སྒྲ་ཏག་ཏག་ཐོན་གྱི་འདུག་གོ་བ་དེ་ཡིན་གོ་ཏག་ཏག་འདྲ་བ་ཅིག་ལུས་ཀྱི་འདུག། དེ་ནས་ཕུ་དོང་ཟེ་མཐའ་སྐྱོང་གྱི་ཐུགས་མ་གྱུར་མཐོང་ལ་ཡ་དེ་ང་ཚོ་བོད་འབག་གི་དེང་སང་གསར་དུ་བྲིས་ཀྱི་ཡོད་པའི་ཐབས་དེ་ཚོ་ནང་ལོགས་ལོས་ན

ཐ་སྙད་ཁྱོད་འདི་ལྟ་ཁྱིམ་གྱི་ལྟུང་བའི་ལྟུང། འདི་ཆགས་ཀྱི་དུ་བ། འདི་སྟོང་གི་དབང་དུ་བྱས་ནས་འགྲེལ་བཤད་བགྱི་བ་ཡིན་ན། འདི་ང་ཚོ་རག་དོང་ཟས་སྤྱོར་བ། རིན་པོ་ཆེ་འཕགས་འདི་དེ་ཚོ་དང་བལྟས་ཚེ་འབྲེལ་བ་ཆེ་བ་མིན་འགྲོ་བསམ་བསམ་བྱེད་འདུག། ཁ་ཤས་ཀྱིས་འཕུ་དོང་ཟས་དེ་ཇེ་རིང་པོ་འདྲ་བོ་བྱེད། གོ་དོན་ལས་ངོས་འཛིན་བྱས་ཏེ་ངེས་པའི་བཟོ་འདྲ་བྱེད་འདུག་དཔེར་ན་ང་ཚོས་ཁྱོ་ག་དེ་ཚོ་ནང་ལོགས་ལས་གཏོར་མ་ཕུལ་བའི་སྐབས་སུ་ནི་བླ་གསོལ་ཕུལ་གི་ཡོད་པ་ཡིན་ན་དེ་གིས་ལྗགས་ཀྱི་སྦུ་གུའི་ཟས་སྤྱོར་བ། ལྗགས་ཀྱི་རྩེས་ནས་ཟེར་ན་མི་འདུག་མ་སྦུ་གུ་གི་བཟོ་འདྲ་གྱིས་མ་གཏོར་མ་གི་རྩེས་ལ་མ་བསྐྱོང་ནས་ནི་གཏོར་མ་བཅུད་དེ་ག་ཡར་དྲངས་ནས། དོག་སྦྲང་གི་མིག་གི་ལུས་ནི་ཁྲག་འགྱུ་བ་ནང་བཞིན་རག་ཅིག། དཔེ་དེ་འདྲའི་ལན་རུང་གི་ཡོད་མེད་མི་ཤེས་ཏེ་དེ་བཟོ་ནི་ཅིག་ཤེས་གི་ཡོད་རེད་བ། ཨོ་དེ་དཔེ་མཚོན་འདི་ཤེས་ཡོང་དུས་མཁས་པ་མང་པོས་ནི་རྒྱག་ནི་ཕུ་དོང་ལྟ་བུ་མ་བསྐྱངས་ནས་ནི་སྟོབས་མི་རྒྱུ་འབྲང་ཟེར་ནས་དེ་གི་དཔེ་མཚོན་ལ་ཕུ་ཐུང་ལྟ་བུ་བྱས་ཏེ། དཔེ་མཚོན་ལ་ཞག་བརྒྱད་པ་དེ་ནས་མང་པོ་འདུ་བ་དེ་སྐྱེ་དུས། ཡང་དེ་གི་ཕུ་ཐུང་གི་གོ་བ་ཅིག་ལུས་ཡ་འདྲ་བ་ཅིག་རེག་ཤ་སངས། ད་དེ་ནས་ཁ་སང་ང་ཚོས་ཞོ་འཕྲོད་འདྲ་བ་ཅིག་གི་ང་ཚོ་བོད་ལ་གནའ་སྔ་མོ། ཕུ་ཐུང་རོང་པོ་ཡེ་དབྱིག་གི་ཡིག་ཚགས་ཀྱི་དཔང་རྟགས་ཁ་ཤས་བྱས་ཡོད་རེད་ཟེར་ནས་ཞུ་བ་རེད་བ། ད་དེ་དང་འབྲེལ་ཡོད་ཁ་ཤས་བྱས་འདུག་མི་ཁ་ཤས་བྱས་མོད་ཚོད་ཀྱིས་བྱས་བ་ཡིན་ན་བསམ་སོང། རྒྱ་སྐོམ་བྲན་ལྔ་བའི་གསུང་འབོང་གི་ནང་ལོགས་ལས་དཔའ་གདེང་ལྷ་མོ་ར་ཅིག་མ་གིས་སྐུ་མདོག་ཕྱག་མཛེས་ཤེས་ཡོང་དུས། དེའི་སྟེང་དུ་དར་དཀར་གྱི་རྩི་གོས་ཕུ་དུང་ལྷག་ལྷུབ་གཡོ་བ། ཟ་འོག་མཚོན་ཁྲི་གུམ་པ་དང་མཐའ་འཇག་ཅིང་གཡང་ལོབས་སུ་སོར་བ་ཟེར་ནས་མིན་ལབ་འདུག་ཨ། ཕུ་དུང་ལྷག་ལྷུབ་ཏུ་གཡོ་བ་ཟེར་ཡོང་དུས། རང་ཚིག་གི་མེད་ན་ཀོ་བུ་དོང་ལྷ་ལྷོབ་སྡིག་གཡོ་ཡོང་ཡོང་སྐད་ཡོད་མ་རེད་བ། བུ་དོང་དེ་གྲུ་མོག་གི་བར་དང་ཡང་ན་ལག་པིན་ཁྲིག་མ་གི་བར་དུ་དེ་ནས་མ་མེད་བ་ཡིན་ན་ཀོ་ལྷ་ལྷོབ་གཡོ་ཡོང་བའི་གཏད་ཚིག་ཁག་པོ་མེད་འདྲ་བ་བསམ་ས་འདྲ་བ་གཅིག་གཅིག་གྱིས་ན་ཁ་སང་རྒྱ་ནག་གི་བུ་དོང་དེ་འདྲ་མ་རིང་པོ་མེད་བ་ཡིན་ན་རྒྱ་ཆེན་པོ་དེ་འདྲ་ཡོད་བ་ཡིན་ན་ཁོ་གཅིག་རེད་དེ། དཔའ་བདེ་ལྷ་མོ་གི་སྤྱོད་པ་དེ་ཤེས་པ་ཡིན་ན་ཡང་རྒྱ་གར་ཡང་ན་བོད་གཅིག་མ་ཐུབ་རྒྱ་ནག་གི་དེ་ཡོང་གི་ཡོད་ན་མེད་ན་ཤི་ཐང་ལྷ་མོ་གི་སྐོང་སོ་ནང་ལོག་ལས་རྒྱ་གར་ཡོད་ན་བཞུགས་ཙ་ན་རྒྱ་ནག་ཡོད་ན་བཞུགས་ཙ་ན་ཟེར་དེ་ནི་ཡོད།

བླ་མ་དེ་གི་མཚན་ཡིན་དང་ངའི་ལོ་རྒྱུས་ཡ་ཞབས་ཕྲ་ཚེགས་ཐོབ་མ་ཐེག་དེ་ཕ་རྗེས་ཞང་བདག་པོ་གི་རྒྱུད་པ་གཅིག་གོ་ཤེས་གི་མེད་འགྲོ་ཡང་ན་ས་ཇག་གི་མཁས་པ་གཅིག་གསུང་གི་ཡོད་ས་རེད། གཞན་ཡང་ཐུག་པ་ཆེ་ཆུང་གི་གསུང་རབ་མཐའ་དག་ལ་མཁྱེན་ཤེས་ཡངས་པའི་སྐབས་ཤིག། དུས་བཞི་གཅིག་གྱུར་བ་དང་རིམ་གཅིག་པའི་སྐོར་ལ་བདག་ཁྱེད་པ་ཉིད་ཀྱིས་མཚན་བཞེངས་ལ་བདག་ཁྱེད་པ་བཞུགས་འདུག། ནམ་གཟའ་བེར་གྱི་འཕུར་ལྡང་མཛད་དེ་མཐའ་མཇུག་འཕེན་པ་སོགས་མཁས་པ་རྣམས་སྤ་བཀོང་བ་མཛད། ངས་བེར་བསད་ཡ་དེ་ལས་འཕུར་ལྡང་ཡོད་པ་དེ

ཡོད་བའི་གཟུགས་འདི་ཁྱེར་བ་དེ་མིན་ན། བུ་དང་རྫས་ནི་དགོས། ང་ཚོ་དེང་སང་གི་སྟོད་དང། ཕུ་དང་ལག་པའི་འཁྲིག་སྣ། ཡོད་ས་དེ་བ་ལིང་ཁའི་བྱེད་མཁས། ཡིན་ན་ཁོ་བཏགས་སའི་དོན་དུ་དེ་ཡར་རྫས་དགོས་ཡ་དམིགས་བསལ་སྐད་མི་འདུག་ཨ། དེ་ནས་ངས་ད་ལྟ། ལྗགས་ཀྱི་སྦུ་གུ་བསལ་ཏེ་ཕུ་ཐུང་ལ་པད་རྒྱ་ཞེས་གསལ་ཏེ་ལྗགས་སྐུ་འཕྲེང་སྙིང་ལྤགས་ཀྱི་གསུང་འབུམ་ནང་ལོགས་ལ་བརྡོལ་ཟིན་འདུག་བ། ཐུགས་ཀ་ནས་འོད་ཟེར་གྱི་སྦུ་གུ་ཕུ་ཐུང་བརྐྱངས་པ་ལྟ་བུ་ནར་གྱིས་ཕྱུང། རང་གི་སྤྱི་བོ་ཚངས་བུག་བརྒྱ་མཐོང་ཁ་ཞིག་པ་འདྲ་བ་ལ་མཐར་གྱིས་ཟོག་ཟིན། ཁོང་གི་ཡང་གཏོར་མ་ལས་སྦྱར་མི་འདུག་དེ་གང་ཟླ་སྟེ། འགྲོ་སྟངས་རོགས་དེ་གཅིག་པ་རེད་བ། རྗེ་བཙུན་གྱི་ཐུགས་ཀ་ནས་འོད་ཟེར་གྱི་སྦུ་གུ་དེ་འཕུར་ལྡིང་བརྐྱངས་པ་ལྟ་བུ་གྱི་ན་རེ་མ་བྱུང་ན་ནི་རང་གི་ཤེས་བོ་ལས་མཐོང་མྱོང་བ་བདུད་ཟེར་གྱི་སྐད་ཆ་དེ་བཤད་གི་འདུག་བ། དེ་ནས་ང་རང་བལྟས་ཚེ་དགའ་བ་འདྲ་བཤད་ཡིན་ངེས་གཅིག་ག་ར་ཟེར་ན་ད་ལྟ་ས་སྐྱ་ཀའི་གདུང་རབས་དང་ཁོང་གི་གདུང་རྒྱུད་དེ་མ་ཤེས་ངོར་བ། ཁོང་གི་གདུང་རྒྱུད་དེ་ཚོ་གི་ཅིག་བྱེ་ཐང་འདྲ་བོ་ཅིག་ཏུ་སྡེ་རི་འདྲ་བོ་ག་རེ་དྲུག་ཡོད་ན་མ་བང་རིམ་ཅན་དེ་ཅིག་ཡོད་ས་རེད། ད་དེ་ལྐོག་དེ་སོང་ཡོང་དུས་ད་ལྟ་ས་ཞག་མཁས་པ་ངག་ཀུན་དགའ་བློ་གྲོས་ཀྱི་གསུང་འབུམ་ནང་ལོག་ལས་དེ་འདུག་བ། བློ་ཚ་སྟག་པོ་འོད་ཅན། གཡའ་སྤང་ཞེས་ཁོན་བར་བྱེད། འཁོན་བར་བཅས་ནས་བཟུང་སྟེ་ནི་ས་བཞི་ལ་འཁོན་གྱི་གདུང་རྒྱུད་ལ་རུ་བ། འོ་དེ་སོང་སྟེ་ཐང་ག་ན་བྲེག་གོ་ན་དེ་བཟོ་བལྟ་ན་ག་འདྲའི་བྲེག་གོ་ཡོད་མེད་སྐོར་དུ་དྲིས་འདུག་བ། དེ་གསུམ་པོ་དེ་ག་འདྲའི་གྱི་བྲེག་གོ་རུ་ཟེར་ན་དབུ་ལ་དར་དཀར་གྱི་ཐོད་བཅིངས་པ། སྲོང་བཙན་སྒམ་པོ་དང་བོད་བཙན་པོའི་དབུ་ལ་དར་དཀར་དམར་གྱི་ཐོད་བྲེག་གོ་ཡོད་རུ་བ། ནམ་བཟའ་ཕུ་དོང་ཁ་དོག་དམར་སེར། དམར་ལྗང་སྔོན་པོ་སོགས་སྤྱི་མཛེས། ཤ་ཕོ་སྡོང་གཅིག་ནང་དུ་གཅིག་བཅུག་པའང་ཡང་ན་མཉམ་གཞག། ཤ་ཕོ་སྡོང་གཅིག་ནང་དུ་གཅིག་བཅུག་པ་ཟིན་ཐོ། ཕོ་སྡོང་རོང་པོ་མེད་ཡིན་ན་གཅིག་ནང་གཅིག་བཅུག་ཡ་ཡོད་མ་རེད། ཕུ་ཐུང་དེ། ལག་པའི་མགོ་ནས་མར་རིང་པོ་མེད་ཨ་ཡིན་ན་ཁོ་ཚུར་ལྟུང་བ་ཡིན་ན་དངུལ་ལས་ལག་པ་ཉིད་ཐུག་འགྲོ་གི་རོ་ཨ། ཕུ་ཐུང་ཐུང་ལག་པ་རིང་ཟེར་གྱི་ཨ། ཕུ་ཐུང་དང་ཕུ་ཐུང་ཐུང་ཡ་ཁེ་ཡ་མ་ལག་པ་དང་ལག་པ་སྡུག་ང་རྒྱབ་བསྡད་གི་རེད་མ་གཏོགས། ཕུ་ཐུང་རིང་པོ་ཡོད་ན་ཨ་ནི་ཕུ་ཐུང་ནང་ལོགས་ལས་ཕུ་ཐུང་བསྐྱུངས་ཕུ་ཐུང་དང་ཕུ་ཐུང་ལྟོགས་ནས་དེ་གཉིས་སྤ་རོག་ལ་སློང་མི་འགྲོ་བ་བྱས་ནས་ཨ་ནི་ལག་པ་དེ་ཚའོ་དེ་ཡ་ལས་དེ་ཆེ་བ་ཤི་བ་ཡོར་བ། དེ་ད་ཁོ་བོང་གིས་ས་ཞག་གི་ད་གདུང་རྒྱུད་འདི་ར་ལས་སོང་མི་འདུག་ཨ་ད་དུང་འདིའི་འོག་ལ་དེ་དེ་འདྲའི་མང་པོ་འདུག་ཕུ་ཐུང་གཅིག་ནོར་གཅིག་སྐྱུར་བ་དེ་འདྲ་ཡོད་སོང། ཨོ་དོ་སྐྱིད་ཀྱི་འདུག་ཡང་ཁོ་ཕུ་ཐུང་འདི་རན་ཚད་ཀྱིས་བྲི་དགོས་ཅིག།

ཨ་མ་འདི་མི་ཆེན་པོ་ཡིན་ཙང་མུག་རྫོགས་ཤོས་དལ་རྒྱག་ཤོས་ཡོད་ས་རེད་མི་ལ་རས་པ་ཁོང་དང་ཁོང་གི་གསོན་པོ་གཉིས་དེ་ཆུང་ཆུང་ཡིན་ཙང་ཨ་ནེ་ཕུ་ཐུང་གིས་ཤོད་སོང་ཟེར་ཕུ་ཐུང་གི་ལྕགས་ཀྱི་གདོང་ལྕགས་ཟེར་ཡ་དེ་ལྕགས་མཚན་གྱི་ལྕགས་དེ་རེད་ད་ཕུ་ཐུང་གིས་ད་གདོང་སོང་ཕུ་ཐུང་ཤོད་སོང་གསུངས་འདུག་དེ་བྱེད་དུས་ཕུ་ཐུང་དེ་རེངས་ཙམ་བྱས་མེད་ན་ཕུ་ཐུང་ཤོད་ཤེས་ཡ་ཡོད་མ་རེད། ཆུ་བ་དེ་མིག་གི་གཟུགས་བོགས་ལ་གོན་དུ་ཡོར་བ། ཕུ་ཐུང་དེ་ལག་པ་ལས་འཐུང་ཚར་གྱི་ཡོད་བ་ཡིན་ན་ལག་པ་དེ་གིས་ཕུ་ཐུང་དེ་ཟིན་ནས་བཞུད་ཡོང་ཡ་སྐད་ཡོད་མ་རེད། ལག་པ་ཕུ་ཐུང་ཡར་གོན་ནས་ཕུ་ཐུང་བཞུད་དགོས་ཡོད་བ་ཡིན་ན་ཀོ་ལག་པ་དང་ཕུ་ཐུང་གཉིས་ཕུ་ཐུང་འཐུང་བ་ཡིན་ན་ནི་ལག་པ་ཁྱི་འགྲོ་གི་རེད་མ་གཏོགས་ཕུ་ཐུང་ཁྱི་གི་མ་རེད་བ། མི་ལ་རེད་པའི་རྣམ་དག་གི་ནང་ལོགས་ལ་རྡོ་སོ་གྱི་འདུག་བ། ད་དེ་ནས་ང་ཚོ་ལོ་རྒྱུས་མང་ཆེ་བ་ཅིག་གི་ནང་ལོགས་ལས་བླངས་དར་མ་སེར་ཡུལ་སྐོར་གྱི་སྒྲུང་དེ་རེད། དེ་གི་ནང་ལོགས་ལ་ལྷ་ལུང་དཔར་རྡོ་གི་ཕུ་ཐུང་གི་ནང་ལོགས་ལས་འདབ་ཀྱི་ཀོང་ནས་འཁྱིལ་ཡོང་བ་རེད་ཟེར། ལབ་ཡོད་རེད་བ། དེ་ལྟར་དེ་བྱེད་དུས་ཕུ་ཐུང་རིང་པོ་དང་ཆེན་པོ་ཅིག་མེད་ཡ་ཡིན་ན་དེའི་ནང་ལོགས་ལས་འདབ་ཀྱི་ཀོང་ཐུ་ཡ་ཁག་པོ་རེད་བ། ཡིན་ནའང་ད་ཁ་ཤས་ཀྱིས་ཁོང་སྐབས་དེ་དུས་སྔགས་པའི་ཆས་སྤྲས་ནས་ཡོང་བ་རེད་ཟེར། སྔགས་པའི་ཆས་དེ་རེད་པ་རྒྱ་ནག་གི་དོགས་ལོག་གིས་ད་ཕུ་ཐུང་འདི་ལྟར་འདྲ་བོ་འདྲ་ཆེན་པོ་འདྲ་བོ་བྱས་བྱས་གི་འདུག་ཨ། རྩ་བའི་ཁོ་རང་ཡང་བཟོ་པ་ད་རི་མོ་དེ་ཚོ་ད་ཁོ་སྔགས་པའི་ཆས་ཟེར་དུ་མ་འདྲ་བ་འགྱེངས་སོང་བ་འདྲ་བོ་བྱས་རེད་དེ།

ཅེས་ནི་འདམ་གཞོང་ནས་ལྟ་ཚུལ་འཕན་པོ་ནང་ལ་ཕེབས་པའི་སྐོར་དེ་བཤད་ཡོང་དུས། གཉེན་ཆེན་ཐང་ལ་ལས་མི་གྲོགས་ཞིག་ལྷ་ངོ་སོང་ནས་གཤེགས་ཏེ། ཕྱི་དྲོ་གྲོང་འཁོར་ཙམ་ན་ནམ་གཟིགས་ཕུ་དོང་བཏབ་འདུག་ཅི་ཡང་མི་འགྲོ་བས་ཁོ་བ་ལ་ལེབ་དང་བ་ལེབ་འདྲ་བ་གཅིག་གོ་དོན་མེད་འགྲོ་ཁུར་བ་ཟེར་ཏེ་ཕ་རྗེས་དེ་འཕྱུར་ར་འདྲ་བོ།

ཨ་ནེ་ཁ་ལག་དེ་ཚོ་ཁོས་ཡུང་རེད་ཟེར་ཡོང་དུས་བུ་སྟོང་དེ་གང་ལ་གང་འཚམ་སྐོར་ཆེན་པོ་ཅིག་ཡོད་དེ་བ། དེ་སྐོར་ཐུགས་ཡ་འདྲ་བ་ཅིག་རེད་ཤག། དེ་ནས་གནམ་བདག་དེ་གི་ནང་ལོགས་ལ་ཡང་སྔོན་གི་སྐྱེས་རབས་ཀྱི་བཟོ་འདྲ་བོ་དེ་འདྲ་མང་མང་པོ་ཡོང་གི་འདུག་བ་དེ་འདྲའི་ཅིག་གི་ནང་ལོགས་ལ་བུ་མོ་ཅི་ཅི་ཅི་ཅིག་ཀླུ་གི་བུ་མོ་ཅིག་ཡོང་གི་རེད་དེ་ལས་ཅི་ཅི་མ་མ་མ་ཤེས་ནས། དེ་ནོར་བུ་རིན་པོ་ཆེ་ཁ་དོག་སྔོན་པོ་འོད་ཟེར་སྣ་ལྔ་འཕྲོ་བ་བཞིན་འབུར་དུ་འོང་སྐད་དེ་མྱུར་དུ་ལུང་ལ་མ་ཤོར་བར། གོས་གྱོན་ཕུ་དོང་དུ་བཏོམས་ལ་ཤོག་ཅིག། དེ་ནི་ནོར་བུ་རིན་པོ་ཆེ་གསང་སྐུ་འགྲུབ་པ་ཡིན་ནོ། འགྲོ་སོང་བ་རེད་ཟེར་འདུག་བ། དེ་ལྟར་སློབ་མ་དེ་འདྲས་དེ་འདྲས་ཀྱིས་ཐུག་གོ་རེད་དེ་གིས་ནོར་བུ་འདི་འདྲས་ཀྱིས་ཕུལ་ཡོང་གོ་རེད་དེ་ལམ་སང་ཚུར་ལེན་ནས།

ལག་པ་གི་གོས་མགོའི་མ་ཞུ་བ་ཡིན་ན་ལག་པ་ལས་རང་ཚིག་གཅིག་སྒུག་ཡོད་རེད། དེ་མིན་ན་ཀོ་ལག་པ་དེ་ཁྱིད་འགྲོ་གི་རེད་མ་གཏོགས་ཕུ་ཐང་ཁྱིད་ཀྱི་མ་རེད་བ། ཕུ་ཐང་དུ་མ་སྤུས་ནས་དེ་ལག་པ་གི་བཙོ་ཟིན་ནས་ཞུ་སྒུག་ཡོད་བ་ཡིན་ན། དེ་ལས་ཀྱང། ཀོ་ལག་པ་དེ་ཡང་མགོ་འགོག་བྱས་ནས་ཞུས་ནས་དེ་ཁྱིད་ཀྱི་མ་རེད་བ་ས་འདྲ་བོ་དུ་ཆུད་ཀྱི་མ་རེད་བ།

ཕུ་ཐང་ནང་ལས་ཀྱི་འགོག་མི་ཐུབ་ཟེར་ཡག་འདྲ་བ་ལྟར་ཕུ་ཐང་དང་འབྲེལ་བའི་གཏམ་དཔེ་མང་པོ་ཞེ་དྲག་བཤད་ཀྱིན་འདུག་དེ་ནས་དམངས་ཁྲོད་དགོས་བློ་ཕྱོགས་སྒྲིག་བྱས་པ་དེ་ཚོའི་ནང་ལོགས་ལ་ཡང་ཡང་ཚ་ཚ་ཕུ་ཐང་རང་ཡིན་ན་དགའ་དགའ་རེད་ཟེར་དགོས་མི་ང་རང་མིན་ན་བསམ་པ་དགའ་ཡིན་ན་ཅེས་ཟེར་ཡག་གི་ད་དེ་འདྲའི་གི། ཨ་མདོའི་ཕྱོགས་ཀྱི་ལ་ཡིག་ལོས་ཟེར་གི་མ་རེད་ད། ཨ་ལོ་ཤག་ཚེ་ཟེར་དེ་ནི་ནང་ལོག་གི་བག་ཚག་དང་འབྲེལ་བའི་སྐོར་གྱི་གླུ་གཞས་དང། ད་ལྟ་འཇུ་མ་དབང་གི་གསུང་འབུམ་དང་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་གསུང་འབུམ་འདི་ཚོའི་ནང་ལོག་ལ་ཡང་ཕུ་ཐུང་དང་འབྲེལ་བའི་མོ་འདེབས་ཡ་དང། ཨ་ནི་ཀྱི་རྡོ་བཞུགས་ཀྱི་ཞབས་བརྟན་གྱི་གཟུངས་ནི་དེ་འདྲས་བྱེད་ཡ་གི་སྐོར། འོ་དེ་ནི་གང་ལྟར་བུ་སྟོང་དང་འབྲེལ་བའི་གཏམ་རྒྱུད་ཟེར་ན་མི་འདུག་འདི་ནི་མང་པོ་ཞེ་དྲག་འདུག། ཨ་དེ་ཚོ་ཅེས་ཞེས་བརྗོད་པ་ཡིན་ན་ནི་ཁ་སང་དེ་ཚོ་དང་བལྟས་ཚེ་འབྲེལ་བ་འདྲ་བ་ཆགས་ཀྱི་འདུག་བསམས། ཨ་ནི་བུ་སྟོང་གིས་གཏམ་རྒྱུད་དང་མདོ་དེ་དེ་ནས་རྫོགས་བར་བྱས། ད་ད་རེས་ང་རང་ངོས་ནས་གྲུབ་དོན་འདྲ་བོ་གཙོ་བོ་གཅིག་ག་རག་ཟེར་ན་བུ་སྟོང་ནི་འདྲོངས་ཟེར་ཡག་གི། མདོངས་དེ་གི་དག་རྒྱ་དང། ད་ནི་ཕུ་ལོང་དེ་མཐོང་གཅིག་པོ་མ་ཡིན་པ་མདོངས་ཟེར་ཏེ་སྐབས་དེའི་ནང་ལོགས་ལ་མང་བོ་ཡོད་པ། གོ་ཇོ་ཡ་བ་རྗེ་དེ་དང་མདོངས་ཟེར་ཡ་དང་དེ་གཉིས་ཐག་ཉེ་བོ་ཡོད་པ། དེ་གི་ཐོག་ནས་གོ་བ་བརྒྱབ་ན་པའི་ཚིག་སྦྱོར་ཁྱི་ཡ་འདྲ་བོ་བྱེད་འོ་དོ་ཟེར་གྱི་མཐོང་སོང་ཟེར་ནས་ཞུ་ཡ་ཡིན་དེ་ཚང་མ་ལ་བཀྲ་ཤིས་བདེ་ལེགས།